ཨ་ནི་བཞི་ལ་སྦྱར་བ་ཡིན་ན་ཁྱི་ཚིག་དེ་བཞི་ག་འདྲས་སྦྱར་དགོས་ཡོད་མེད་དེ་གཅིག་བྱེད་རེད་བ། གཉིས་པ་དེ་ལ་ཡ། ལས་ཚིག་རྗེས་མཐུན་པ་ལ་ནི་ག་འདྲས་བྱེད་ལག་གི་ཡོད་མེད་རེད་བ། ག་འདྲས་ཀྱི་ལས་ཚིག་རྗེས་མཐུན་པ། ད་ལས་ཚིག་རྗེས་མཐུན་པ་དེ་སྦྱར་བ་ཡིན་ན་ག་འདྲས་སྦྱར་དགོས་ཡོད་མེད་འདི་ངོ་སྤྲོད་བྱེད་རེད་བ། ད་དང་པོ་དེ་ལ་ཡ། ཁྱེད་ཚིག་ལས་དེ་བཟླ། ད་ཁྱེད་ཚིག་ལས་དེ་ག་འདྲ་སློང་རོགས་ཁྱེད་ཚིག་གི་དོན་དག་མ་སློང་མི་གདའ། མིང་ཚིག་ལ་འགྲེལ་བརྗོད་བྱེད་མཁན་ནམ། ཡང་ན་མིང་ཚིག་ལ་ཁྱད་པར་བའི་ཆོས་སམ་ཡོན་ཏན་གང་ཡོད་པ་སྟོན་མཁན་ཞིག་སྟོན་མཁན་གྱི་ཚིག་དེ་ལ་ཁྱེད་ཚིག་བཟླ་འོ་རེད། དེ་ད་མིང་དང་ཚིག་ལ་འགྲེལ་བརྗོད་བྱེད་མཁན་ཡང་མེད་ན་རུ་བ་ཀྱི་མིང་ཚིག་འདི་ཚིག་དེ་ལས་སྦྱོར་བ་འདི་གཉིས་ལ་ཡང་འགྲེལ་བརྗོད་བྱེད་མཁན་ཡང་མེད་ན་མིང་ཚིག་དེ་ལ་ཡང་ཁྱད་པར་བ། ཁྱད་པར་བའི་ཆོས་ལས་ན་མ་འདྲ་ཞིང་ངེས་མིང་ཚིག་ཁོ་རང་ཡང་མེད་པའི་ཆ་ཡང་འདི་གང་ལ་ཡང་མ་འདྲ་ཞེས་སྟོན་ཅིང་འོ་དེ་འདྲའི་ཆོས་ལ་ཡང་ཁྱད་ཚིག་ལོག་པ་རེད་ཁྱད་པར་རེད་བ་ཁྱད་པར་བའི་ཆོས་རེད་བ་ཁྱད་ཚིག་ད་དུ་མེད་ན་དཔེར་ན་ཟེར་བ་དཔེར་ན་ཤ་ཆ་བས་ན། ད་འདུག་སུ་འགྲོ། དང་པོ་དེ། འདི་ཚོ་ཚིག་ཚང་མ་ག་རེ་རེད་ཟེར་ན་གཞི་ལ་སྦྱར་ཡོད་མ་རེད་ད་ཁྱེད་ཚིག་རང་རེད། རེད་བ། གཞི་ལ་མ་སྦྱར་བའི་ཁྱེད་ཚིག་རེད་འདི་ཚོ། རིང་པོ། བཟང་པོ། ནག་པོ། མགྱོགས་པོ། ཆུང་ཆུང། མཐོན་པོ། འདི་ཚོ་ཚང་མ་གཞི་ལ་མ་སྦྱར་ནས། གཞི་ལ་མ་སྦྱར་ནས་སྤེལ་ཚུལ་ཞིག་རེད་བ། ད་ཁྱེད་ཚིག་ལ་གཞི་ལ་སྦྱར་བ་ཡིན་ན།

འགའ་ཤས་ཤིག་ཁྱད་གཤིས་རེད་འགའ་ཤས་ཤིག་ཁྱད་ཆོས་རེད་ད་གར་ཆེ་གོ་ལ་ན་ཁྱད་ཆོས་ཡོད་ན་ཁྱད་གཤིས་སྦྱར་ཁྱད་གཤིས་ཡོད་ན་ཁྱད་ཆོས་སྦྱར་འདུག་ཟེར་ན་མ་སྦྱར་ཡ་རེད་རོ། ད་ནང་བཞིན་གྱི་འོག་དེ་ལ་དབུ་མའི་རྡོ་བ་གཅིག་པུ་གཅིག་ཀྱང་རེད། ད་དེ་ནང་ལོགས་ལ་ཁྱད་གཤིས་སློབ་སྦྱོང་ཁྱད་ཆོས་དེ་ཁྱད་པར་བ་ད་གཉིས་ཀའི་བསྡོམས་ཆགས་ན་སློབ་སྦྱོང་ཁྱད་པར་ས་ཆགས་འདུག་རོ་འོ་དུ་ཟེར་རོ། ད་དེ་བྱས་ལ་ཡང་ང་ཚོ་གི་ཁྱད་གཤིས་དང་ཁྱད་ཆོས་འདི་འདྲ་ཡང་མགོ་ཚོས་པ་བྱེད་རེད་བ། ད་ང་ཚོ་གཉིས་པ་དེ་གར་འགྲོ་རེད་ན། ལས་ཚིག་བྱེད་འདུན་པ་ལས་དེ་རེད་བ། ལས་ཚིག་བྱེད་འདུན་པ་ལས་ན་ག་འདྲ་བྱེད་ལ་རེད་ན། ལས་ཚིག་ལ་བ་ན་སྤྱི་དང། བྱ་བ། ལས་ལ་ན་བྱ་བ་རེད་བ། ལས་ཀ། བྱ་བ། བྱ་བའི་བྱེད་ངན་གྱི་ཚིག་ཅིག་ལ་བྱ་བ་བྱེད་ངན་གྱི་ཚིག་དེ་ལ། ལས་ཚིག་ཟེར་བ། འདིས་དེ་བྱེད་ལ་མཐུན་གྱི་ཡོད་ན། མཐུན་པ་བྱེད་མཁན་དེ་ལ་ལས་ཚིག་རྗེས་མཐུན་པ་ཟེར་རོ། ལས་ཚིག་རྗེས་མཐུན་པ་ལ་ན་ལས་ཚིག་གི་མཐར་སྦྱར་ནས་ཐག་གཅོད་པ་རོ། ད་ག་ལ་བ་ལ་ན་བྱ་བའི་ཚིག་ཅིག་ག་རེ་ཡོད་པ་ཡིན་ན་འདི་བྱ་བའི་ཚིག་དེ་ལ་ཡང་སྙམ་དུ་སྦྱར་བྱ་བ་འདི་གི་ཐག་གཅོད་རྒྱུ་ཡིན་ན་འདི་ལ་ཡང་ལས་ཚིག་རྗེས་མཐུན་པ་ཟེར་རོ། རེ་བ་བྱེད་པའམ་ད་འདི་ནང་ལོགས་ལ་རེ་བ་ཡི། ཡོད་སྲིད་རོ། ཐག་གཅོད་དེ་འདྲས་ཡོད་རེད་རོ། ཨ་ནི། འདི་གི་ཨ་ནི་ནུས་པ་སྟོན་ཐེངས་ངེས་དེ་ལ་ཐ་སྙད་དེ་ལ་ག་ལ་འོར་ལ་ན། ལས་ཚིག་དེ་འདོན་པ། ལས་ཚིག་གི་མཐར་སྦྱར་ནས་ཐག་ཆོད་པ་དང། རེ་བ་བཅད་པའི་མཐུ་ནུས་ཡོད་པ་སོགས་སྟོན་པའི་ཐ་སྙད་དེ་ལ། ལས་ཚིག་དེ་འདོན་པ་ཟེར། དཔེར་ན། ཡིན། ཡོད། མིན། མེད། དགོས། ཐུབ། ཕྱིན། རེད། སྲིད། ད་འདི་ནང་ལོགས་ལ། ཚིག་ཁ་ཤས་ག་རེ་ཡོད་རེད་ན། ཐག་ཆོད་ངེས་ཡོད་རེད། འདི་གི་ཐག་ཆོད་ཤོག་ད་ག་ཚོད་འདི་གི་མེད་པ་སྟེ། འདི་ནས་གཙང་མ་གཙང་མཁན་ཚོས་ནི་ཐག་གཅོད་དགོས། ཡང་རིགས་གཅིག་ག་རེ་ཡོད་ལབ་ན།

བྱང་ཡོད་བྲིས་ཡོད་ཤེས་ཡོད་ལ་སོགས་པ་མང་པོ་ཡོད་རེད། ད་ནང་བཞིན་གྱི་རེད། བྲིས་རེད། བཀླགས་རེད། ཤེས་རེད། ཉན་རེད། ཟས་རེད། འཐུང་རེད། འོ་ཡ། ད་ནང་ཤེས་མེད། བཀྲེས་མེད། ཉན་མེད། སྦྱངས་མེད། བྲིས་མེད། བྱས་མེད། འོ་ད་ནང་ཚང་མ། རེད། མེད། འདི་རེད་དོ། དེ་ནང་བཞིན་གོ་རེ་བྲིས་དགོས། བྲིས་དགོས་གོ་རེ། བཀླག་དགོས། ཤོད་དགོས། ཉན་དགོས། ཟ་དགོས། འཐུང་དགོས། རེད་བ། ལ་སོགས་པ། ད་ནང་བཞིན་གྱིས་ཤེས་ཐུབ། སྤྲད་ཐུབ། ཉན་ཐུབ། སྦྱང་ཐུབ། བྲིས་ཐུབ། བྱེད་ཐུབ། ད་ནི་ཚང་མ། གང་མ་ཚང་མ། བྱ་ཚིག་རེད་བ། ལས་ཚིག་རེད་བ། འོག་མ་ཚང་མ། ལས་ཚིག་བྱེད་བདུན་པ་རེད་བ། འོག་ཏུ་སོས། ད་འདི་ནང། སྦྱོང་ཚན་གྱི་ནང་ལོགས་ལ་ག་རེ་ཡོད་རེད་ན། ད་དེ་ནས་རྒྱ་ནག་ཏུ་ཁ་ཆེ་རེད་ལབ་ན་གཤམ་གསལ་མིང་ཚིག་རྣམས་ལ་ལས་ཚིག་རྗེས་མཐུན་པ་རེ་འབྱོར་ས་འདི་ཚོ་ལས་ཚིག་ལས་ཚིག་རྗེས་མཐུན་པ་བྱ་ཡ་རུ་བ་ད་དང་པོ་དེ་ལ་གྲུང་དེབ་གར་བྱས་རེད་གྲུང་དེབ་ཐུག་རེད་བས་རེད་རེད་བས་རུ་བ་ད་དཔེར་ན་དང་པོ་དེ་ཡིན་ན་གྲུང་དེབ་རེད་ས་འགྲོ་རུ་བ་དེང་དུ་ཐུག་ལས་དེ་འདྲ་ཡོད་མ་རུ་བ་གྲུང་དེབ་རེད། བྱིའུ། གོས་རེ་བའི་བྱིའུ་མིན་ཏེ། སློབ་སྦྱོང། འདུག་རེ་བའི་སློབ་སྦྱོང་གོས་རེ་བས། སློབ་གོས་རེ་བའི་སློབ་འདུག་རེ་བས། རྔུལ། ཐུབ་རེ་བའི་སློབ་རྔུལ་མེད་རེ་བས་དཔེ་ཆ་ལ་བ་རེ་བ། ད་དེའི་འོག་དེ་ག་ལས་དག་ན་ཤེས་གི། དེ་དབུ་མའི་ནང་བྱིའུ་ཚིག་ཀྱང་བྱེད་རེ་བ། བྱས་ཙང་ད་རིང་གི་སློབ་ཚན་འདིའི་ནང་ལོ་ལ། ག་རེ་ཡོད་ལ་ན།